ཨོ་ལ་སོ་ད་དེ་ནས་ང་ཚོ་དཔལ་ནཱ་ལེནྡྲའི་དགེ་འདུན་ཚོགས་པའི་ཚོགས་མཆོག་དང། ཨ་ནེ་ཚོགས་མི་ཚང་མ་ལ་ལ་སྐུ་ཁམས་བཟང་བཅས་འཚམས་འདྲི་ཞུ་གི་ཡོད་དེ་དང་ཆབས་ཅིག་ཨ་ནེ་ཡིས་ང་ཚོ་དཔལ་ནཱ་ལེནྡྲའི་དཔལ་འབྲུག་བཅུ་བདུན་གྱི་ནང་གསེས་མགོན་པོ་ཀླུ་སྒྲུབ་ཀྱི་རྣམ་པ་ཨ་ནེ་དང་པོ་ནས་ངོ་སྤྲོད་ཞུས་པ་ཡིན་ལ་དང་པོ་དེ་ཚན་གཅིག་གིས་ཞུས་པ་རེད་ད་དང་པོ་དེ་ནི་མ་སྟེ་ཚན་གཉིས་པ་དེ་མགོན་པོ་ཀླུ་སྒྲུབ་རྒྱལ་བའི་ལུང་གི་ཨ་ནི་སེམས་དཔའི་སེམས་དང་ག་དུས་ཡིན་མིན་དེ་ངོ་སྤྲོད་ཤོག་ཡིན་དེ་ནས་ད་ལུང་དེ་ལ་ཡང་སྣང་སྲིད་ཁག་ལྔ་དྲུག་བཞི་བ་རེད་ཨེ་དེ་རེ་རེ་བྱས་ནས་དེ་ཚན་སོ་སོ་ལ་མ་འདྲེས་པ་བྱས་ནས་ངོ་སྤྲོད་ཤོག་ཡིན་དེ་འདྲ་ཡིན་དུས་ད་སྤྱི་ཡོངས་ང་ཚོ་དབུ་མའི་ཤིང་རྟའི་སྲོལ་གྱི་དཔལ་མགོན་འཕགས་པ་ཀླུ་སྒྲུབ་དེ་ང་ཚོ་ཡོན་ཏན་དང་མཛད་སྤྱོད་ལ་སོགས་པ་དེ་འདྲས་ཀྱིས་ཡོངས་སུ་ཕྱུག་པ་ཨ་ནི་ལྷག་པར་དུ་རྒྱལ་བས་ཨ་ནི་མདོ་དང་རྒྱུད་དེ་ནས་ཡང་ཡང་ཨ་ནི་ལུང་དུ།

མཐུག་པོ་དེ་རེད། ཨ་ནི་སྤྲུལ་པ་པི་རིང་ད་ལྟ་ཤོག་གྲངས་བཅོ་ལྔ་ནས་དེ་འདྲའི་གསལ་བྱ་སྟོན་པས་སྟོན་པ་འདས་ནས་བཞི་བརྒྱ་ལོ་འདས་ཚེ་བི་ཏའི་ཡུལ་དུ་ལི་ཙཱ་བི་ཞུ་ན་ཀླུ་སྒྲུབ་ཅིག་རེ་གྱོན་ནོ་ཐུགས་འཁྱུག་ནས་ཐུབ་བསྟན་རྒྱས་པར་མདོ་སྡེའི་ཚོགས་ལས་གསུངས། གསུངས་པ་ན་ཞེས་གང་དག་བསམ་དབུ་མའི་ལམ་གྱི་ཤིང་རྟའི་སྲོལ་འབྱེད་འཕགས་པ་ཀླུ་སྒྲུབ་འདི་ཐོག་མར་ང་ཚོ་བསྐལ་པ་གྲངས་མེད་པའི་སྔ་རོལ་ནས་ནི་ཐུགས་དགྱེས་ཡ་ནི་བར་དུ་བསྐལ་པ་གྲངས་མེད་མང་པོ་ཅིག་ལ་ཡང་ནི་ཚོགས་གཉིས་བར་མ་ཆད་པར་ལེགས་བསགས་ཡ། མཐའ་མ་ལ་ཡང་ང་ཚོ་ལ་འཇིག་རྟེན་གྱི་ཁམས། ཨོ། ཇི་སྟེ་གི་གམ་ད་བརྗོད་ཀྱི་མེད་ལ་བས་ཡང་བརྗོད་ཀྱི་མ་ལ་བ་ཨོ་དེ་འདྲས་ཀྱི་ད་སེམས་ཅན་ལ་ཡང་ནི་ཕན་པ་འབའ་ཞིག་བསྩལ་པ། ཨོ་དེ་འདྲས་ཀྱི་ད་བསྩལ་པ་བསྩལ་བཞིན་པ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་དེའི་ནང་ར་ནི་ད་ང་ཚོ་འཛམ་བུ་གླིང་འདི་ལ་ཡང་ནི་བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱ་སེང་གེ་དང་ད་དངོས་སུ་བྱོན་རྒྱ་གར་འཕགས་པའི་ཡུལ་ལ་ཞབས་ཀྱིས་བཞག་སངས་རྒྱས་བསྟན་པ་རིན་པོ་ཆེ་གསོལ་ཏེ་ཨ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེའི་ངང་དུ་འཛམ་གླིང་གི་ད་ཕྱོགས་ད་མཚམས་ལ་ཡང་ཨ་ནི་དཔལ་གཡག་གི་ཀླད་དུ་བསམ་བཞིན་དུ། ད་བྱོན་པས་དེ་འདྲ་གི་སྐྱེས་བུ་དམ་པ་གཅིག་ཆགས་ཀྱི་ཡོད་རེད་དེ་དེ་ཡང་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་དྲུ་གུ་སྤྱན་སྔ་བ་དྲག་པོ་འབྱུང་གནས་ཀྱི་བརྩེ་བའི་སློབ་དཔོན་ཆེན་པོ་འཕགས་པ་ལྷ་རུ་སྟེར་བ་དང་ནོར་བུའི་ཕྲེང་བའི་རྣ་ལོ་ལ། འོ་དེ་ན་ད་ང་ཚོ་བྲིས་སྐུ་སྤྱན་སྔ་དྲག་པོ་དེ་ཆིག་སྟོང་བརྒྱ་དང་བདུན་ཅུ་དོན་ལྔ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ང་ལྔ་ལོ་ལ་དགོངས་པ་རྫོགས་པ་རེད་ད་ལྟ་ཁུངས་ཀྱི་གསུང་དེ། ཁུངས་འདི་དེ་རེད་ད་ལྟ་སྤྱན་སྔར་གྲགས་པ་བཅུ་གནས་ཀྱི་གསུང་པོ་པོད་ལྔ་དགུ་ལྔས་བསྟོད་ཚོགས་བྱས་ཨ་ནི་ད་ལྟ་པི་ལིང་གི་ཤོག་གྲངས་བཅུ་གསུམ་གྱི་མདུན་ཤོག་ཡོན་ཏན་ལྔ་པ་ནས་མ་གསལ་ཞལ་དེའི་སྣ་ལོ་ལ་ཨ་ནི་ད་ལྟ་རྩ་རྒྱུད་ཆེན་པོ་ལང་ཀར་གཤེགས་པའི་མདོ་སྤྲིན་ཆེན་སྟོང་ཕྲག་བཅུ་གཉིས་མདོ་དང་ནི་རྔ་བོ་ཆེ་དང་མགོན་པོ་མངོན་བྱུང་རྒྱུད། དུ་མར་ལུང་བསྟན་རྒྱལ་བ་ཁྱོད་ཕྱག་འཚལ་གསུང་བ་ན་གཞི་བདག་གང་དག། རྩ་རྒྱུད་ཆེན་པོ་གང་དག་ལང་ཀར་གཤེགས་པའི་མདོ་དང་གཅིག་སྐད་ཅིག་མདོ་སྟོང་ཕྲག་བཅུ་གཉིས་ཀྱི་མདོ་དང་གཉིས་ལྔ་འོག་ཕྱེད་མདོ་དང་གསུམ་མགོན་པོ་སྔོན་འཇུག་གི་རྒྱུད་དང་བཞི་འོ་དེ་འདྲའི་གང་དག་གང་དག་རྒྱུད་བཞི་འདི་དངོས་སུ་སྨོས་ཅན་དུ་མར་ལུང་བསྟན་པ་རྒྱལ་བ་ཁྱོད་ལ་ཕྱག་འཚལ་ལོ་གསུང་བ་ན་བཞིན་གང་དག་རྒྱལ་བ་བསྟན་པ་བཅོམ་ལྡན་འདས་གང་དག་ཏུ་རྒྱུད་དུ་མ་ནས་ཡང་ཡང་ལུང་བསྟན་པའི་སྐྱེས་བུ་དམ་པ་ཅིག་ཕྱག་འཚལ་ཡོད་དེ་འདྲ་ཡིན་དུས་གང་དུ། བ་འདི་ན་ཞེས་དཔའ་བོ་གཙུག་ལག་ཕྲེང་བས་མཛད་པའི་དང་ད་བྱང་ཆུབ་སེམས་དཔའི་སྤྱོད་པ་ལས་འཇུག་པའི་དང་ད་རྣམ་པར་ཕྱེ་བའི་ཐིག་གི་ཆོས་ཀྱི་རྒྱ་མཚོ། དེ་ནས་དཔའ་བོ་གཙུག་ལག་ཕྲེང་བ་འདི་གཅིག་སྟོང་ལྔ་བརྒྱ་བཅོ་ལྔའི་ཞི་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་ལྔ་བརྒྱ་དྲུག་ཅུ་རེ་ལྔ་དང་རེ་དྲུག། བ་བ་དེ་ཉིད་གང་རུང་གཅིག་ལས་ད་དགོངས་པ་གསོལ་བའི་ལུགས་ཚིག་ཐུང་དང་ཐུང་དེ་གསུང་དང་མ་ར་གཉིས་དེ་རེད། ད་ཁོང་གིས་མཛད་པའི་དང་ད་སྤྱོད་གཞུང་གི་རྣམ་བཤད་ཐིག་གི་ཆོས་ཀྱི་རྒྱ་མཚོ་ནི་ང་ཚོ་དཔེ་རིང་ཆེ་ཤོག་གྲངས་བཞི་པའི་བརྒྱད་ཅུ་བརྒྱད་ལྔའི་མདུན་ཤོག་ཡིན་གྲི་གསུམ་པ་ན། དེ་འདི་གསུངས་བྱ་ཐེག་ཆེན་མཆོག་གི་ཤིང་རྟའི་སྲོལ་བཟུང་ནས་བསྟན་པ་ཆེས་ཆེར་གསལ་བར་མཛད་པ་ཡི། རྒྱལ་བས་ལུང་བསྟན་སྒྲོལ་བའི་གཤེད་གཅིག་པོ་འཕགས་མཆོག་ཀླུ་སྒྲུབ་སྙིང་པོ་ལ་ཕྱག་འཚལ་གསུངས་ན་ཤིང་གང་དག་ཡིན་བྱས་པ་སློབ་དཔོན་ཀླུ་སྒྲུབ་འདི་ད་ང་ཚོ་གར་སོ་རས་མི་འགྲུབ་པས་ཨེ་ནི་ཁྱེད་རེ་དང་ཐོ་གཅིག་བསྟན་པ་དེ་ནི་དེ་ན་ཆེ་གེ་བདེ་གཤེགས་གཤེགས་པའི་ཐེག་པ་བླ་ན་མེད་པའི་ཚུལ་ལ་ཡང་ཨེ་ནི་རབ་ཏུ་གཅེས་པ་ཨེ་ནི་རབ་ཏུ་དགའ་བའི་སར་གྲུབ་ནས་བདེ་བ་ཅན་གྱི་ཞིང་དུ་གཤེགས་པ་འཇིག་རྟེན་གྱི་ཁམས་དྭངས་བའི་འོད་ཅེས་བྱ་བ་ཡང་བདེ་གཤེགས་གཤེགས་པ་ཨེ་ནི་ཡེ་ཤེས་འབྱུང་གནས་འོད་ཅེས་བྱ་བར་གྱུར་ནས་ཨེ་ནི་རྒྱལ་བས་མདོ་རྒྱུད། དུ་མ་བྱས་ནས་ནི་དངོས་སུ་ལུང་བསྟན་པའི་ཟབ་མོ། དབུ་མའི་ཞིང་འདི་སུ་ཡི་ཆེན་པོ་འཕགས་པ་ཀླུ་རུ་ཞབས་འདི་ཉིད་ནི་གསུང་བཤགས། འོ་འདི་ན་གཞི་བདག་གང་དག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་མཛད་པའི་ད་ལྟ་དབུ་མ་དགོངས་པ་རབ་གསལ་གྱི་ཆོས་བཅུ་ལ་བྱ་བཞག་པ་ཡིན་ནས་ཨ་ནི་དུས་གསུམ་བདེ་བར་གཤེགས་པའི་ཐུགས་ཀྱི་བཅུད། མཐའ་བྲལ་དབུ་མ་བསྟན་བྱའི་འགྲེལ་ཆུང་ལམ་ཕྱེད་བཞིན་འགྲེལ་པར་ལུང་བསྟན་ཀླུ་སྒྲུབ་ལ་སྙིང་ནས་འདོད་དོ་བརྩེ་བས་ལྕགས་ཀྱུས་གསུང་གསུང་བ་ན་བཞིན། ཨ་ནི་བསྟན་པ་བཅོམ་ལྡན་འདས་ཤཱཀྱ་སེང་གེའི་མགོན་པོ་ཀླུ་སྒྲུབ། ཞབས་ཏེ་མ་འོངས་པ་ལ་ཨེ་ནི་དེ་འདྲ་འབྱུང་གི་རེད་ཅེས་གང་ལྟར་ལུང་བསྟན་པའི་ཚུལ་དེ་ཨེ་ཅེས་བརྡ་ཡིག་ཕྱི་མས་བསྩལ་བས། ད་ལྟ་ཅེས་བརྡ་ཡིག་ཕྱི་མ་དེ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་བཅུ་དགུ་ལོ་ལ་དགོངས་པ་སྩོལ་བ་རེད་ཅེས་བརྡ་ཡིག་ཕྱི་མས་བསྩལ་བའི་རེ་འདོད་རྩ་ཆེའི་སྒྲིག་ཆེན་ནཱ་ལོ་ལ་མདོ་རྒྱུད་ཁག་ལྔའི་ལུང་དྲངས་ནས་ཨེ་དགོན་པ་ཀླུ་རུ་ལུང་བསྟན་པའི་སྐོར་དུ་རྫུན་མ་ཨ་ལུང་གི་སྐད་ལུང་དྲངས་གནང་ཡོད་རེད་དེ་ནང་བཞིན་གྱི་རྒྱ་གར་འཕགས་པའི་རྒྱུད་ཀྱི་དཔེ་འགྲེལ་དང་གྲགས་ཆེན་ང་ཚོ་དཔེ་འགྲོ་བཅུ་བདུན་གྱི་ནང་གསེས་པ་ནས་ཟླ་བ་དྲེགས་པའི་བརྩེ་བའི་དང་ད་དབུ་མ་ལ་འཇུག་པའི་བཤད་པའི་ནང་ལོགས་ལ་ཆ་བཞག་པ་ཡིན། ད་དབུ་མ་ལ་འཇུག་པ་འདི་ང་ཚོ་བསྟན་འགྱུར་པི་དུ་མའི་དབུ་མའི་ནང་ནས་ནི་དབུ་མ་ཨ་བ་དེ་རེད་དེ་དྲུག་ཅུ་ཐམ་པ་ཤོག་གྲངས་དྲུག་བརྒྱ་དྲུག་ཅུའི་ནང་ལ། འོ་དེས་ན་ལ་ཨེན་ཅི་ཏི་རེ་ཤིས་འཕགས་པ་ཀླུ་སྒྲུབ་དེ་ཉིད་ལ་ལུང་ཕྱིན་ཅི་མ་ལོག་པར་ངེས་པ་ཅི་ལྟར་ཡོད་ཅེ་ན། ལུང་ལས་ཤེས་ཏེ་ཞེས་ཅེས་གསུངས་ཤག་འོ་དེས་ན་བཞིན། དེ་ཡིན་ཅེ་ད་ག་འདྲ། མགོན་པོ་ཀླུ་སྒྲུབ་ལུང་བསྟན་པའི་གཞུང། མང་པོ་ཡོད་པ་མདོ་རྒྱུད་ནས་ཡང་ཡང་ལུང་བསྟན་པའི་མདོ་རྒྱུད་ག་རེ་ག་རེ་ཡོད་པ་ལུང་བསྟན་པའི་ཚུལ་དུ་ང་ཚོ་བོད་སྐད་པས་ག་རེ་ག་རེ་གསུང་གི་ཡོད་པའི་སྐོར་དེ་འོ་དེ་འདྲ་ཅིག་རེད། འོ་ལ་ལ་དེ་ནས་ལུང་བསྟན་པའི། མདོ་རྒྱུད་ཀྱི་གཞུང་མང་པོ་ཐང་ང་དྲུག་ཅིག་མིན་ད་དེ་ནི་མ་རིག་འབའ་ཞིག་ནི་ཤོད་ཅིག་དང་པོ་དེ་ལས་ཨ་ནི་ལང་ཀར་གཤེགས་པའི། མདོ་ལས་ཨ་ནི། མགོན་པོ་ཀླུ་སྒྲུབ། ལུང་བསྟན་དང་ག་འདྲ་ཡིན་མིན་དེ་ཡི་རེད་ད་དེ་ལ་ཡང་ང་ཚོ་རུང་སྟོན་སྨྲ་བའི་སེང་གེས་མཛད་པའི་ད་ལྟ་ཐེག་པ་ཆེན་པོ་དབུ་མའི་བླ་མ་བརྒྱུད་རིམ་ལ་ལྟོས་པ་རིན་པོ་ཆེའི་ཕྲེང་མཛེས་གསུངས་ཡ་དེའི་ནང་ལོ་ལ་ད་རུང་སྟོན་སྨྲ་བའི་སེང་གེ་འདི་གཅིག་སྟོང་སུམ་བརྒྱ་དྲུག་ཅུ། རབ་བདུན་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་བཞི་བཞི་དགུ་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ད་ལྟ་གཞུང་དེས་ང་ཚོ་རོང་སྟོན་གྱི་གསུང་པོ་པོད་ཀ་པ་སི་ཁྲོན་མི་རིགས་དཔེ་ཁྲིད་ཁང་ནས་ཉིས་སྟོང་བརྒྱད་ལོ་ལ་ཏང་དང་བཀའ་དྲུང་ཞུས་པའི་ཤོག་གྲངས་ཉིས་བརྒྱ་བཅོ་མེད་བདུན་ནང་ལོགས་ལ་ཨ་ནེ་སྟོབས་བཅུ་མངའ་བའི་ལུང་བསྟན་རབ་བརྙེས་ཤིང་ཐུབ་བསྟན་རྒྱ་མཚོའི་དབོན་ལ་མངོན་པར་མཐོ་བདེ་བཤེས་རིན་ཆེན་ཀུན་གྱི་གཏེར་མངའ་བ་ཀླུ་སྒྲུབ་སྙིང་པོའི་ཞབས་ལ་ཕྱག་འཚལ་ལོ་གསུངས་ལ་གཞན་གང་དག་འཕགས་པ་ཀླུ་སྒྲུབ་ཨེ་ལང་ཀར་གཤེགས་པའི་ཐེག་པ་ཆེན་པོའི་མདོའི་ནང་ལོགས་ནས་ཐེག་པ་ཆེན་པོའི་མདོ་དེ།

ལྷོ་ཕྱོགས་བི་ཏའི་ཡུལ་དུ་ནི་དགེ་སློང་སྤ་འདེ་ཆེ་དྲག་པོ་དེ་མི་བསླུ་ཞེས་འབོད་པ་དེ་ཡོད་དམ་མེད་པས། ཕྱོགས་གཅིག་པ་ང་ཡི་ཐེག་པ་འཇིག་རྟེན་དུ་བླ་མེད་ཐེག་ཆེན་རབ་ཞལ་ནས་རབ་ཏུ་དཀར་བའི་ས་བསྒྲུབས་ཏེ་བདེ་བ་ཅན་དུ་ཐེག་འགྲོ་ཞེས། ཨོ་ད་ལྟ། ལང་ཀར་ཞེས་པའི་ཐེག་པ་ཆེན་པོའི་དོན་རྣམས་ལུང་བསྟན་པའི་ཚིག་དེ་རེ་ཀུན་པོ་བསླུ་འགྲོ། ཨོ་དེ་འདྲས་ནི་ལུང་བསྟན་ཡོད་རེ་དེ་འདྲས་ཡིན་དུས་ད་གང་ཟག་ལང་ཀར་ཞེས་པའི་མདོ་ལ་བྱ་བཞག་པ་ཡིན་ནས། སྤྱི་ཡོངས་ང་ཚོ་རྒྱལ་བའི་བཀའ་འགྱུར་ནང་ལ།

ད་དེ་ནས་གཉིས་པ་འདི་ལྟར་ན་སྦྱིན་པའི་རྩ་བའི་རྒྱུད་ལས། ནི། མགོན་པོ་ཀླུ་སྒྲུབ་ལུང་བསྟན་པས། བསྟན་ཚུལ་ག་འདྲས་ཡིན་མིན་ཚིག་ག་རེ་ཡིན་མིན་དེ་རེད་ད་དེའི་སྐོར་ལས་ང་ཚོ་སྤྱན་འོག་ཀུན་མཁྱེན་རིན་པོ་བཙུན་པ་ཆེན་པོ་གྲི་གུམ་པ་ཆོས་ཀྱི་གྲགས་པས་མཛད་པའི་འཕགས་པ་རྒྱན་དྲུག་མཆོག་གཉིས་ལ་བསྟོད་པ་དེ་རེད་ད་གྲི་གུམ་པ་ཆོས་ཀྱི་གྲགས་པ་དེ་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་ལྔ་ལོ་ལ་སྐུ་འཁྲུངས་ནས་ཕྱི་དུ་དྲུག་བརྒྱ་ལྔ་བཅུ། ནོར་བུ་ལོ་ལ་དགོངས་པ་སོགས་ཀྱི་རེད། ད་ལྟ་ཁོང་གིས་མཛད་པའི་གཞུང་འདི་ད་ལྟ་ཀུན་མཁྱེན་རི་བོ་རྩེ་བ་ཆེན་པོའི་གསུང་སྤོ་པོད་ཁ་བ་སྟེ། འཕྲུལ་བ་པི་རིན་ཆེན་ཤོག་གྲངས་དེའི་དང་པོའི་མདུན་ཤོག་གི་ཡིག་འབྲི་དང་པོ་ནས་མགོ་བཙུགས་པ་ནས་དེ་གསལ་བྱ། འོ་དེའི་ན་ལོ་ལ་ནི། གླུ་ཞབས་བརྒྱ་བ་གཉིས་པ་ནི་རྒྱལ་བས་ལུང་དུ་བསྟན་པ་ལྟར་མཐའ་བྲལ་ལྟ་བ་རྣམ་དག་པས་སྒྲུབ་རྫས་དེ་ལ་ཕྱག་འཚལ་བའི་འོ་གསུངས་པ་ན་བཞིན། འཕགས་པ་སྤྱན་རས་ཀྱི་རྩ་བའི་རྒྱུད་ན་ལོ་ལས། ག་འདྲའི་ལུང་བསྟན་ཡོད་ཟེར་ན་ད་འཕགས་པ་སྤྱན་རས་རྩ་བའི་རྒྱུད་འདི་ང་ཚོ་བཀའ་འགྱུར་བཅས་བཀའ་འགྱུར་རྣམས་ལ། བཀའ་འགྱུར་སྤི་ཏུ་མ། སྤི་ཏུ་མ་ནཱ་ལེན་ནི་འདི་ཚེ་འདི་རྒྱུད་འབུམ་རེད་རྒྱུད་འབུམ་གྱི་པོད་ནག་ཆེ། དེབ་ཨང་གྲངས་བྱས་པ་ནི་བརྒྱད་བརྒྱ་བརྒྱད་པའི་ཤོག་གྲངས། བརྒྱད་བརྒྱ་བདུན་ཅུ་དོན་ཀུན་ནཱ་ལོ་ལ་ཨེ་ནི་ད་འདིར་འདོད། སྦྱིན་པའི་རྩ་བའི་རྒྱུད་བའི་ལུང་འདི་གསུངས་བྱ། ད་སྦྱིན་པའི་རྩ་བའི་རྒྱུད་ནཱ་ལོ་ནས་ཨེ་ནི་ཚིག་འདི། བདེ་གཤེགས་གཅིག་པ་ང་བསྟན་ནས་ལོ་ནི་བཞི་བརྒྱ་ལོན་པ་ན་དགེ་སློང་ཀླུ་ཞིག་དད་པས་བྱུང་བསྟན་པ་ལ་ནི་དད་ཅིག་པས་རབ་ཏུ་དགའ་བའི་ས་ཐོབ་པ་ལོ་ནི་དྲུག་བརྒྱ་དག་ཏུ་འཚོ། རིག་པ་རྨ་བྱ་ཆེན་མོ་ནི་བདག་ཉིད་ཆེན་པོ་དེས་ཀྱང་བསྒྲུབ། གཏན་ཅིག་སྣ་ཚོགས་དོན་དང་ནི་དངོས་པོ་མེད་པའི་དོན་དེ་རིག། གང་ཚེ་ལུས་འདི་བོར་བ་ན་བདེ་བ་ཅན་དུའང་སྐྱེ་བར་འགྱུར། དེ་ནས་མཐར་གྱིས་སངས་རྒྱས་ངེས་པ་ཁོ་ནར་ཡང་དག་ཐོབ། ཞེས། མགོན་པོ་ཀླུ་སྒྲུབ་དེས་བདག་ཅག་དུ་མ་མཉམ་མེད་ཤེས་བྱའི་སེང་གེ་དགོངས་པ་ཉེ་ལྔ་ལས་འདས་པའི་ལོ་བཞི་བརྒྱད་ཅེས་ལ་བྱོན་གྱི་ཡོད་པ་ཨེ་ནི་མཚན་ལས་ཀླུ་ཟེར་འབོད་ཀྱི་ཡོད་པ་ཨེ་ནི་བསྟན་པ་ལས་དལ་གྱིས་ཕན་པ་རབ་ཏུ་དགའ་བའི་ས་ཐོབ་ཀྱི་ཡོད་པ།

དེ་ནས་འཇམ་དཔལ་རྩ་རྒྱུད་ཀྱི་ལུང་འདི་ལ་ཕྱག་བཞག་པ་ཡིན་ན་ང་ཚོ་སྤྱན་དབུས་དབུ་མ་རིན་ཆེན་སྒྲོན་མེ་རེ་འདི་ན་ཞིག་བྱོས་ཞེས་པ་འདི་ཨ་ཏི་ཤས་གཉིས་ཀ་གི་ད་ལྟ་འཇམ་དཔལ་རྩ་བའི་རྟོགས་པའི་དེའི་མགོན་པོ་ཀླུ་རིགས་ཀྱི་ལུང་དེ་དྲངས་གནང་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་ལུང་དོན་ཚོ་རྒྱ་གར་འཕགས་པའི་ཡུལ་གྱི་ད་དཔལ་འདི་ལྟར་ད་མཁས་པ་ད་ལོ་ཙཱ་བ་ད་དཔལ་འདི་ལྟར་དོན་ཚོས་ལུང་དྲངས་པ་ཤ་སྟག་རེད་མ་གཏོགས་ཡང་ང་ཚོ་རྗེ་བདག་ཉིད་ཆེན་མོ་ལ་སོགས་པ་བོད་ཀྱི་ཁ་བ་ཚོས་ཨ་ནེ་རང་སོ་ད་རྟོགས་སོ་ཅེས་པ་དེ་འདྲ་ཅན་མ་རེད་ཅེས་ཨ་ཏི་ཤོད་ཅིག་དེ། ད་འདི་ནས་ལུང་གསུམ་པ་འདི་རེད་ད་ལྟ་འཕགས་པ་སྤྲིན་ཆེན་པོའི་མདོའི་ནང་ནས་ནི་མགོན་པོ་ཀླུ་སྒྲུབ་ལུང་བསྟན་ཚུལ་འདི་རེད་ད་འདི་ཡང་ང་ཚོ་སྤྱི་བོ་ཀུན་མཁྱེན་པདྨ་དཀར་པོས་མཛད་པའི་དོན་དང་བསྟུན་པ་རྒྱན་དྲུག་མཆོག་གཉིས་ཀྱི་བསྟོད་པ་རིན་པོ་ཆེའི་རྒྱུན་མ་འབྲེང་བ། ཀུན་མཁྱེན་པདྨ་དཀར་པོ་དེ་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་བདུན་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་ལྔ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་དོན་དང་དེའི་གཞུང་དེ་ཁུངས་དེ་དང་དེ་གཞན་སྡེའི་ཕྱོགས་བསྡེབས། ལྟེ་བ་ནས་ལྟེ་བར་སྤྲོས་པའི་མཐིང་གའི་སའི་ཐེ་ཝན་ནས་བར་བརྒྱད་པ་དེའི་ཉི་ཚོ་བརྒྱད་ལོ་རེ་བརྒྱད་པའི་ལོ་སྟེ། འོ་དེའི་ཤོག་གྲངས་བརྒྱ་དང་བཅུ་མེད་གཅིག་ན་ལོ་ལ། འདི་འདྲའི་གསུང་བཤད་ཀླུ་སྒྲུབ་བློ་གཟུ་ཤིན་ཏུ་རྒྱ་ཆེ་ཞིང། ནམ་ཡང་མཐའ་གཉིས་གནས་ལ་གནས་བྲལ་བའི་བདེ་བ་ཅན་ནས་མཐར་གྱིས་དྭངས་བའི་འོད་འཚང་གི་བར་དུ་བརྡལ་བ་དེ་ལ་གདུལ་བྱའི་བསྟོད་བྱ་སྲུང་མ་ན་བཞིན་འཕགས་པ་སྤྲིན་ཆེན་པོ་སྟོང་ཕྲག་བཅུ་གཉིས་པའི་ནང་ནས་མགོན་པོ་ཀླུ་སྒྲུབ་ལུང་བསྟན་ཡོད་རེད་ལུང་ག་འདྲས་བསྟན་ཡོད་རེད་ཟེར་ལབ་པ་ན་པ་འདི་ཟླ་བ་གྲགས་པས་མཛད་པའི་དང་དུ་དབུ་མ་བཅུ་པའི་བཤད་པ། དབུ་མ་ཞིག་པའི་ཤེས་པ་དེས་ད་ལྟ་དེ་ལས་བསྟན་རྒྱུ་བསྟན་རྒྱུ་པི་ཏུ་མ་པི་ཏུ་མའི་ནང་ནས་དབུ་མ་དབུ་མའི་ནང་ནས་སྤོས་ཨ་བ་དེ་བྱས། དེ་དྲུག་ཅུ་ཐམ་པ་དེའི་ཤོག་གྲངས་དྲུག་བརྒྱ་དྲུག་ཅུའི་ནང་ལོགས་ལ་ཨ་ནི་ཕ་ནི་ཟླ་བ་གྲགས་པས་ད་ལྟ་བཙས་པ་འདི་གསུངས་བཞག་ཨ་ནི་ཀུན་དགའ་བོ་ལི་ཙྪ་བའི་གཞོན་ནུ་སེམས་ཅན་ཐམས་ཅད་ཀྱིས་མཐོང་ན་དགའ་བ་ཞེས་བྱ་བ་འདི་ནི་ང་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ལོན་པ་ན་ཀླུ་ཞེས་བྱ་བའི་དགེ་སློང་དུ་གྱུར་ནས་ངའི་བསྟན་པ་རྒྱས་པར་རབ་ཏུ་བསྟན་ཏེ་མཐར་གྱིས་རབ་ཏུ་དང་བའི་འོད་ཅེས་བྱ་བའི་འཇིག་རྟེན་གྱི་ཁམས་སུ།

འོ་དེའི་ནང་ལ་ལས་དང། ཤཱཀྱའི་རིགས་ལི་ཙྪ་པའི་བུ། ནི་གཞོན་ནུ་འཇིག་རྟེན་ཐམས་ཅད་ཀྱི་མཐོང་ན་དགའ་བ་དེ་ངའི་ཆོས་སྦྱོང་བར་བྱ་བའི་ཕྱིར་ལི་ཙྪ་པའི་བུ་གཞོན་ནུ་འཇིག་རྟེན་ཐམས་ཅད་ཀྱི་མཐོང་ན་དགའ་བ་བྱང་ཆུབ་སེམས་དཔའ་མི་མཆོག་དེ་དེ་རིགས་ཆེན་པོར་སྐྱེ་བར་གྱུར་ཏེ་དེའི་ཕ་མ་དང་གཉེན་སྡེ་རྣམས་ཀྱིས་ངའི་མིང་དེའི་མིང་དུ་འདོགས་པར་འགྱུར་རོ། ཡང་དེའི་གསུང་བཤམས། ད་གཞན་ཡང་དཔེར་ན་སྔར་ཆོས་ཀྱི་དཔལ་ལྡན་ཨ་ཏི་ཤས་མཛད་པའི་དབུ་མའི་མན་ངག་རིན་པོ་ཆེ་ཟ་མ་ཏོག་ད་ལྟ་ཁ་ཆེ་བ་ཟེར་དེ་རེད། ད་ཟ་མ་ཏོག་ཁ་ཆེ་བ་དེ་ང་ཚོ་བསྟན་འགྱུར་ད་ཆོས་ཀྱི་མི་རྒྱ་གར་ཕེབས་རྒྱ་གར་ཕེབས་པ་ཡོད་མཁན་བ་ཡིན་པས་ད་བསྟན་འགྱུར་གཞུང་ཆེ་བསྟན་འགྱུར་ནང་ནས་དབུ་མ་ཆེ་དབུ་མ་དཀར་གུ་གི་དེ་རེད་དེབ་ཨང་གྲངས་དྲུག་ཅུ་རེ་བཞི་པ་དེ་ཤོག་གྲངས་སུམ་བརྒྱ་སུམ་ཅུ་སོ་གཉིས་ན་ལོ་ལ།

འཕགས་པ་སྤྲིན་ཆེན་པོའི་མདོ་ལ་ཆ་བཞག་པ་ཡིན་ན་ཡང་ང་ཚོ་གཅིག་བོད་འགྱུར་ལ་རྫུན་རྫུན་ཡང་བལྟས་ཙང་མ་འདྲ་ཡོད་ས་རེད། དེ་ནང་བཞིན་སྤྲིན་ཆེན་པོའི་མདོ་དེ་པ་ཎའི་ཟླ་བ་གྲགས་པས་མཛད་པའི་སྒྲོན་གསལ། ཚིག་གསལ། དེའི་གཞུང་གཉིས་ཀ་ལོ་ལེགས་ཨ་ནེ་ལུང་དྲངས་གནང་ཡོད་རེད་དེ་ནང་བཞིན། ད་ལྟ་སྤྱན་རས་གཟིགས་བརྟུལ་ཞུགས་མཛད་པའི་དབུ་མ་ཤེས་རབ་སྒྲོན་མེ་དགྲ་ཟླ་བརྒྱ་བཞི་འགྲེལ་པའི་ནང་ལོ་ལེགས་ལུང་དེ་དག་རང་དྲངས་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་བོད་སྐད་པ་ཚོས་ཡང་རང་བཟོ་བྱས་པ་མ་ཡིན་པར་རྒྱ་གར་ཕག་པའི་རྒྱུག་ཁའི་ཨ་ནེ་དཔེ་འགྲེལ་དང་དམྱལ་བྲག་བཅས་ཚད་བརྩི་ས་དང་གཙོས། ཨོ་གཞུང་དོན་ཚན་ནང་ལོ་ལེགས་ལུང་དྲངས་པ་ཤ་སྟག་འདྲ་པོ་ཆགས་བསྡད་ཡོད་རེད། དེ་ནས་ད་གཞུང་བཞི་པ་དེ་རེད་ད། འཕགས་པ་ལྔ་བོ་གཅིག་ཏུ་ལས་གོང་བུ་ལྷུ་རུ་ལུང་བསྟན་ཚུལ་དེ་རེད། ད་དེ་ཡང་ང་ཚོ་བཙུན་པ་དཀོན་མཆོག་འཇིགས་མེད་བསྟན་པའི་སྒྲོན་མེས་མཛད་པའི་གོང་བུ་ལྷུ་རུ་ཞལ་ལ་བསྟོད་པ་དང་དུ་དབུ་མའི་སྣང་བ། བཙུན་པ་དཀོན་མཆོག་བསྟན་པའི་སྒྲོན་མེ་དེ་ཆིག་སྟོང་བདུན་བརྒྱ་དྲུག་ཅུ་རེ་གཉིས་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གསུམ་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ད་དུ་བསྟོད་པ་དབུ་མའི་སྣང་བ་གསུང་ཡ་དེའི་ད་དུ་གོང་ལྟར་བསྟན་པའི་སྒྲོན་མེ་གསུང་པོ་པོས་བྱ་བ། ཨ་ནི་བསྟོད་ཚོགས། ཞོལ་དཔོན་མའི་ད་ལྟ་ཤོག་གྲངས་སུམ་ཅུ་སོ་གཅིག་གི་བདུན་ཤོག། བཞེངས་ཁྲི་ལྔ་པ་ནས་མ་ཨ་སེ་ཤ་དེའི་ནང་ལོགས་ལ། མ་མེ་མཛད་ཀྱང་བྱོན་པའི་སྔར་ལུང་བསྟན་རྙེད་པའི་དཔག་དཀའ་ཡང་ཕལ་པ་ལྟ་བུར་བྱིན་རློབས་པ་རྒྱལ་བའི་རྣམ་སྤྲུལ་བསམ་མི་ཁྱབ་མཛད། ག་དག་བསྔགས་པ་མཛད་པ་ནང་བཞིན་བྱས་གོང་བུ་བློ་གྲོས་ཏེ་འཕགས་པ་རྔ་བོ་ཆེ་ཆེན་པོས་ཨ་ནི་ལེའུ་ཞེས་བྱ་བའི་ཐེག་པ་ཆེན་པོའི་མདོ་ནང་ནས་ལུང་བསྟན་པ་ཅིག་ཆགས་ཡོད་རེད། ད་ཐེག་པ་ཆེན་པོའི་མདོའི་ལུང་བསྟན་གྱི་ལུགས་འདི་སྔངས་སུ་ད་ལྟ་བསྟན་འགྱུར་པི་ཏུ་མ། དབུ་མ་ཨ་བ་དེབ་དྲུག་ཅུ་ཐམ་པ་དེའི་ཤོག་གྲངས་དྲུག་བརྒྱ་དྲུག་ཅུ་ཐམ་པའི་ནང་ལོ་ལ་དོན་ལ་བསྟི་གསུང་བྱ། ཀུན་དགའ་བོ་ལི་ཙྪ་བའི་གཞོན་ནུ་སེམས་ཅན་ཐམས་ཅད་ཀྱི་ཐོག་ན་གང་བ་ཞེས་བྱ་བ་དེ་ང་ཡོངས་སུ་སྙན་ངག་ལས་བལྟས་ནས་ལོ་བརྒྱ་ཅུ་ལོན་པ་ན་ང་ནི་དགེ་སློང་བློ་འཆང་ཞེས་བྱ་བར་གྱུར་ཏེ་རྔ་བོ་ཆེའི་མདོ་དེ་འཛིན་པར་གྱུར་རོ་ཞེས་གསུངས་པ་ན་བཞིན། གང་དག་རྔ་བོ་ཆེའི་མདོ་དེ་སྤྱི་བོས་ང་ཚོ་སློབ་དཔོན་བྱང་ཆུབ་བཟང་པོས་མཛད་པའི་ཨ་ནི་ཡེ་ཤེས་སྙིང་པོ་ཀུན་ལས་སྤྲུལ་པའི་འགྲེལ་པའི་ནོར་ལོ་ལས། ལུང་དེ་དྲངས་ན་ཤག་དེ་ན་ཞིག་གི་ཕྱོགས་གཅིག་པ་ལས་ཨ་ཏི་ཤས་མཛད་པའི་ད་ལ་དབུ་མའི་མན་ངག་གི་ནང་ལ་ཆ་བཞག་པ་ནས་ཡན་ཏ་རྔ་བོ་ཆེའི་ལུང་དེ་དག་རང་དྲངས་ན་ཤག་དེ་ན་ཤིང་དང་ད་ལྟ་འཕགས་པ་རྔ་བོ་ཆེ་ཆེན་པོའི་ད་ལྟ་ལེའུ་ཡི་ཆེ་བ་ཐིགས་པ་ཆེན་པོའི་དོན་ནོར་ལོ་ལས་ང་ཚོ་ད་དེ་ཡི་བཀའ་འགྱུར་སྤྲུལ་གཏུམ་མ་ཨ་ནི་རྡོ་རྗེ་ཆས་སྤོས་རྫ་ཆས་སྤོས་རྫ་དེབ་ཨང་གྲངས་དེ་དྲུག་ཅུ་རེ་གསུམ། ཨ་ནི་ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་བཞི་ནོར་ལོ་ལས། ཕན་དགའ་རྒྱུ་ན་དེ་འདྲ་ཅིག་ཟེར་གྱི་འདུག། ལི་ཙྪ་བའི་གཞོན་ནུ་འཇིག་རྟེན་ཐམས་ཅད་ཀྱི་མཐོང་ན་དགའ་བ་ཞེས་བྱ་བར་གྱུར་ཏེ་དེ་ནས་འཇིག་རྟེན་གྱི་ཁམས་དེར་མགོན་པོ་ཡོངས་སུ་མྱ་ངན་ལས་འདས་པའི་འོག་ཏུ་བསྟན་པ་ནུབ་པའི་དུས་ཀྱི་ཚེ། ཨ་ནེ་ལོ་བརྒྱ་བཅུ་ལོན་པ་ན་དགེ་སློང་བློ་བྱང་ཞེས་བྱ་བར་གྱུར་ནས། མགོན་པོ་བློ་གྲོས་དེའི་མཚན་ལས་དགེ་སློང་བློ་བྱང་ཟེར་བར་གྱུར་བ་རེད། ཨ་ནེ་རང་གི་སྲོག་ལ་ཡང་མི་ལྟ་བར་བྱས་ཏེ་མདོ་འདི་སྦྱིན་པར་གྱུར། དེ་ནས་ལོ་བརྒྱ་ལོན་པའི་འོག་ཏུ་ཤི་ནས་འཇིག་རྟེན་གྱི་ཁམས་བདེ་བ་ཅན་དུ་སྐྱེ་བར་འགྱུར་རོ་དེའི་ཚེ་ཁྱོད་ཀྱིས་རྫུ་འཕྲུལ་ཆེན་པོས་མང་དུ་སྦྱིན་པར་འགྱུར་ཞིང་ས་བརྒྱད་པ་ལ་གནས་ཏེ། ལུས་གཅིག་ནི་བདེ་བ་ཅན་ན་འདུག་ལུས་གཅིག་ནི་སྤྲུལ་ཏེ་དགའ་ལྡན་དུ་བཞག་ནས་མགོན་པོ་མི་ཕམ་པ་ལ་མདོ་འདི་འདྲི་བར་འགྱུར་རོ་ཞེས་ལུང་བསྟན་ཏོ་གསུངས་པ་ན་ཤི་ག་ད་དུ་རྒྱུད་ཀྱི་གཞུང་མང་པོ་བྱས་ནས་མགོན་པོ་ཀླུ་རུས་ལུང་བསྟན་པ་འདི་རེད། ཡང་ད་ལྟ་རྔ་བོ་ཆེའི་མདོ། རྔ་བོ་ཆེའི་མདོ་འདི་ད་ལྟ་གཞུང་འདི། ང་ཚོ་བཀའ་འགྱུར་པི་ཙུམ་པའི་མདོ་སྡེ་སྤོས་རྫ་བ་དེ་བང་ཁྲ་དྲུག་ཅུ་རེ་གསུམ་པའི་ཤོག་གྲངས། སུམ་བརྒྱ་བཅོ་བརྒྱད་ནང་ལོགས་ལ་ཡང་བརྒྱ། ཨ་ནི་གཞོན་ནུ་ཁྱོད་བཅོམ་ལྡན་འདས་ཀྱིས་ལུང་བསྟན་པ་ཡིན་གྱིས་ཕན་པ་སྟོན་པ། ཆོས་ཀྱི་རྔ་བོ་ཆེ་བརྡུངས་ཤིག་རྔ་བོ་ཆེ་ཆེན་པོའི་མདོ་སྨྲོས་ཤིག་ཆོས་ཀྱི་དུང་བུས་ཤིག་ཅེས་ཚིག་ཏུ་སྨྲས་སོ་དེ་ནས་བཅོམ་ལྡན་འདས་ཀྱིས་ཡང་འོད་སྲུངས།